སློབ་ཕྲུག་རྣམ་པ་ལྷན་རྒྱས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡས་ཡིན། དེ་རིང་རྒན་ལགས་ཀྱིས་ཁྱེད་རང་ཚོ་ལ་ཡར་སྒྲུང་གཅིག་ཀློག་གིན་དར་བ་སྒྲུང་འདི་གཅིག་མ་ཀློག་ཨ་ནི་ཉམས་རྟོགས་འགྲེལ་བཤད་རྒྱབ་དེ་འདྲ་བྱེད་ཀྱིན་དར་བ་ཨ་ནི་ཚང་མ་ཡག་པོ་བྱས་ན་ཉན་ཨ། ནི་བྱུང་ན། ཚང་མའི་མཉམ་དུ། ནི་ཚིག་ག་བ་ལེབ་ཡིན་ནི་ལོག་གིས་ལུག་གིས་བྱེར་བ། ཨེ་འབྲུག་འདི་ལོག་ཚ་བའི་བྱེ་ལ་ཡ། ཁྱེད་རང་ཚོས་ཀྱིས་ཡང་པ་ལགས་དང་ཨ་མ་ལགས་དག་ནང་བཞིན་གྱིས་ནི། གྲོགས་པོ་གྲོགས་མོ་ཚང་མ་ལ་ཡ་ཕ་ལོག་གོར་དར་བ། འདུག་སེ་བྱས་བྱས་ནི་ང་རང་ཚོ་འབྲུག་ལོག་ཡ་དང་ཉལ་ཡ་གི་སྦྱོང་རྟགས་འདི་འདུག་སེ་བྱེད་ཀྱིན་གདའ། ལ་སོ། དེ་རིང་ང་རང་ཚོས། འབྲུག་འདི་གི་མིང་ལ་ཡ། ག་རེ་ཟེར་ན་ཕྲེང་བ་འཚོལ་བ། ཕྲེང་བ་འཚོལ་བ། དུ་བ། ཨ་ནི། ཕྲེང་བ་བླ་ན། ང་རང་ཚོ། མ་ནི་དྲང་དུས་ཕྲེང་བ་བེད་སྤྱོད་གཏང་གི་རེད་བ། ཕྲེང་བ། ཕྲེང་སྐོར་གཅིག་ལ་ཡ། ཕྲེང་རྡོག། བརྒྱ་དང་བརྒྱད་ཡོད་རེད་བ། འོ་དེ། ཨ་ནི། བརླག་རྗེས་ཨ་ནི་ཚད་པ་རེད་ཟེར་བ། འཚོལ་བ། འོ་དེ་གི་སྐོར་རེད་དོ་བ། དེ་ནས་མ། སྒྲུང་ནང་ལོགས་ལ་ཡ་མི་སུ་སུ་འདུག་ང་ཚོ་ངོ་སྤྲོད་བྱེད་ཀྱི་ཡིན་ད། ད་དང་པོ་དེ་ལ་ཡང། སྒྲུང་གི་མིང་ལ་ཡང་ཕྲེང་བ་འཚོལ་བ་བྱེད། དང་པོ་དེ་ལ་ཡང་ཨ་ཁུ་བསྟན་འཛིན་དང་ལྷ་མོ། འདི་ཨ་ཁུ་བསྟན་འཛིན་བྱེད། འདི་ལྷ་མོ། རེད་དོ། མིང་དེ་ཧ་གོ་བ་བྱེད། འདི་སུ་རེད་ཤ་བཀྲ་ཤིས། བཀྲ་ཤིས་དེ་དོ། འོ་ཡ། ཨ་ཁུ་བསྟན་འཛིན་དང་ལྷ་མོ། བཀྲ་ཤིས་ཁོང་ཚོ་གསུམ་དོ། འོ་ཡ། དེ་ནས་སྒྲུང་མགོ་བཙུགས་ཡོད་རེད་དར་བ། ད་སྒྲུང་དང་པོ་དེ་ལ་ཡང་ངས་མ་ཅིག་ཀློག་གིན་གདའ། ཉིན་ཞིག་ཨ་ཁུ་བསྟན་འཛིན་ལགས་ལྷ་མོ་དང་བཀྲ་ཤིས་ཀྱི་ནང་དུ་ཕེབས། ཨ་ཁུ་བསྟན་འཛིན་ནི་གྲྭ་པ་ཞིག་ཡིན། བཀྲ་ཤིས་དང་ལྷ་མོ་ཁོང་ལ་ཧ་ཅང་དགའ་པོ་ཡོད་པ་རེད། ཁོང་གཉིས་ཨ་ཁུ་བསྟན་འཛིན་ནང་ལ་ཕེབས་བསུ་ཞུ་བར་བརྒྱུགས། ཨོ་ཡ། ད་འདུག་སི་ལོག་སོང་ཨ། ད་འདིའི་དོན་དག་ག་རེ་རེད་སི་ལ་ན། ཨ་ནི་ཉི་མ་གཅིག་རེད་བ། ཉི་མ་གཅིག་ཨ་ཁུ་བསྟན་འཛིན་ལྷ་མོ་དང་བཀྲ་ཤིས་ཀྱི་ནང་ལ་ཡང་ཕེབས་པ་རེད། ཨ་ཁུ་བསྟན་འཛིན་དེའི་དུ་བ། ལྷ་མོ་དེ། བཀྲ་ཤིས་དེའི་དུ་བ། ཁོ་ཚོའི་ནང་ལ་ཡང། ཨ་ཁུ་བསྟན་འཛིན་ཕེབས་པ་རེད། ཨ་ཁུ་བསྟན་འཛིན་དེ་གྲྭ་པ་རེད། གྲྭ་པ་ཟེར་ན་ང་ཚོ་སྐུ་ཞོགས་ལགས་རེད། འོང་ཡ། སྐུ་ཞོགས་ལགས་བྱས། བཀྲ་ཤིས་དང་ལྷ་མོ་གཉིས་དཔེ་དགའ་པོ་བྱུང་བ་རེད། ཁོ་གཉིས་དཔེ་དགའ་ཐག་ཆོད་པ་རེད། ཁོ་གཉིས་ཀྱིས་ཨ་ཁུ་བསྟན་འཛིན་ཕེབས་བསུ་ཞུ་བར་ཕེབས་ཕྱིན་པ་རེད། རྒྱུགས་ཕྱིན་པ་རེད། ཕེབས་བསུ་ཞུ་བ་ལ་རྒྱུགས་པ་རེད། ཉག། ད་འདི་བྱས་ལ་ཡང། ཨ་ཁུ་བསྟན་འཛིན་ཁོ་གཉིས་མཉམ་དུ་བཞུགས་པ་རེད། ཁོ་ཚོ་སྐད་ཆ་བཤད་ནས་བསྡད་པ་རེད། ཨ་ཁུའི་ཕྱག་ལ་ཕྲེང་བ་སེར་པོ་ཞིག་ཡོད་པ་རེད། བཀྲ་ཤིས་ཀྱིས་ཁོང་གི་ཕྱག་ནས་ཕྲེང་བ་དེ་བླངས་པ་རེད། ཉག། ད་གར་ལབ་བཤད་ལ་ན། ཨ་ཁུ་བསྟན་འཛིན་ཁོ་གཉིས་ཀྱི་མཉམ་དུ་བསྡད་པ་རེད་ད་ནང་ལ་སླེབས་རེ་བ། ཨ་ཁུ་བསྟན་འཛིན། ལྷ་མོ་དང་བཀྲ་ཤིས་ཀྱི་ནང་ལ་སླེབས་རྗེས་ད་ཨ་ན་བཞུགས་པ་རེད། བཞུགས་བསྡད་དོ་ཨ། ཨོ་ཡ། བཞུགས་ལ་ན་སྡེ་བའི་གི་ཞེ་ས་རེ་བ་མ་རྐུབ་བཙུགས་ནས་སྡེ་ཡ་དེ་གི་ཞེ་ས་ལ་ཡ་བཞུགས་པ་རེ་བ། དེ་ནས་ཁོ་ཚོས་སྐད་ཆ་བཤད་ནས་བསྡད་པ་རེད་ད་རེ་བ་སྐད་ཆ་སྙན་པོ་དེ་འདྲ་བཤད་བསྡད་པ་རེད། ཨ་ནི་ཨ་ཁུ་གི་ཕྱག་ལ་ཡ་ཕྲེང་བ་སེར་པོ་ཞིག་ཡོད་རེད། ཨ་ཁུ་དེ་དུ་བ་ཆགས་ལ་ཡར་ཕྲེང་བ་སེར་པོ་ལ་ན་དེ་ཕྲེང་བ་སེར་པོ་ཅི་དུ་བ་འོང་ཡར་མ་ནི་དྲང་དུ་ཕྲེང་བ་སེར་པོ་ཅི་དུ་བ་འོ་དེ་ཨང་ཨ་ཁུ་ཆགས་ལ་ཡོད་རེད་ཟེར། ཨ་ནི་བཀྲ་ཤིས་ཀྱིས་ཁོང་གི་ཕྱག་ནས་ཕྲེང་བ་དེ་ཚུར་ལེན་པ་རེད་ཟེར། བཀྲ་ཤིས་དེ་རེད་བ་བཀྲ་ཤིས་ཟེར་ན། དེ་བུ་ཆུང་ཆུང་དེ། དེ་གི་མིང་ལ་ཡང་བཀྲ་ཤིས་རེད་བ། ཨ་ནི་བཀྲ་ཤིས་ཀྱིས་ཨ་ཁུ་ཕྱག་ནས་ཕྲེང་བ་སེར་པོ་དེ་ཚུར་ལེན་པ་རེད་ཟེར་བླངས་པ་རེད་ལ་ན་ལེན་པ་རེད་ཟེར་གོ། ཡང་དེ་ནས་དེའི་རྗེས་ལ་ཡང། ཨ་ཁུ་གཟུགས་པོ་བཀྲུ་བར་ཕེབས། ལྷ་མོས་ཨ་ཅོར་སེར་པོ་ཞིག་ཨ་ཁུ་ལ་ཕུལ། བཀྲ་ཤིས་ཀྱིས་ཨ་མ་ལ་རོགས་པ་བྱས། ཁོ་ཚོས་ཉིན་གུང་ཁ་ལག་བཀྱགས་པ་རེད། ཨང་ཡ། ད་གར་ཆས་བཞག། དེ་ནས། གང་འཚམ་བྱས་ནས་ཨ་ཁུ་གཟུགས་པོ་བཀྲུ་ག་ལ་ཕེབས་པ་རེད། རེད་ར། གཙང་སྦྲ་འཕྲོད་བསྟེན་བྱས་ནས་གཟུགས་པོ་བཀྲུ་ག་ཕེབས་པ་རེད། རེད། ཨ་ནི། ལྷ་མོ་གིས་ཨ་ཁུ་ལ་ཡ་ཨ་ཅོ་སེར་པོ་ཅིག་འདུག་སེ་ཡ་ཕུལ་བ་རེད། ཕུལ་ལ་ན་སྤྲད་པའི་གི་ཞེ་སར་བ། ང་ཚོའི་པཱ་ལགས་དང་ཨ་མ་ལགས་དང་རྒན་པ་ལ་ཡང་ཞེ་ས་རྒྱག་པར་བ། ཨོ་ཡ། ཨ་ཁུ་ལ་ཡང་ཨ་ཇོ་གསལ་པོ་ཅིག་ཕུལ་བ་རེད། དེ་ནས་བཀྲ་ཤིས་གར་བྱེད་ཀྱི་འདུག་བཀྲ་ཤིས་ཀྱིས་ཨ་མ་ལ་ཡང་རོགས་པ་བྱེད་པ་རེད། བཀྲ་ཤིས་གོ་བ་འདུག་ཐབ་ཚང་ནང་ལ་འདུག་བ་དེ། བཀྲ་ཤིས་ཐབ་ཚང་ནང་ལ་ཡང་ཨ་མ་ལ་ཡང་རོགས་པ་བྱེད་ཀྱི་འདུག་ཨ་མ་ལགས་དེ་འདུག་བཀྲ་ཤིས་དེ་འདུག། ཨོང་ཡ། རོགས་པ་བྱེད། ཨ་ནི་ཁ་ཤེས་ཤ། ཁོ་ཚོས་ཉིན་གུང་ཞལ་ལག་རྒྱག་པ་རེད། ད་ཉིན་གུང་ཞལ་ལག་ཆོས་དུས་ཚོད་སླེབས་འདུག་ཨ་ནི་ཉིན་གུང་གི་ཞལ་ལག་རྒྱག་པ་རེད་ལབ་ན་ཕུད་པ་རེད། ཟེར་བ། ད་འདི་རྗེས་ལ་ཡ། ཚང་མས་ཁ་ལག་བཟས་པ་རེད། ཁོ་ཚོས་འབྲས་དང་ཚལ་བཟས་པ་རེད། བག་ལེབ་དང་ཞོ་ཡང་ཡོད་པ་རེད། བཀྲ་ཤིས་ཀྱིས་རྒྱག་ཚད་བཟས་པ་རེད།

དེ་ཞེས་པ་ང་ཚོ་བག་ལེབ་ལ་ཡང་ཞེ་ས་བརྒྱབ་ན་ཞེས་པ་ང་རོ། ཨ་ནི་ཞོ་ཡང་ཡོད་པ་རེད། ཞོ་ཞིམ་པོ་ཡོད་རོ་བ། དེ་ནི་བཀྲ་ཤིས་ཀྱི་རྒྱགས་ཚད་ཟེར་བ་རེད། བཀྲ་ཤིས་གོ་བ་དོ། དེ་དོ། བཀྲ་ཤིས་ཀྱི་རྒྱགས་ཚད་ཟེར་བ་རེད་ཟེར་ན་ག་ཟེ་གོ་རེད། མང་པོ་ཟེར་བ་རེད། རྒྱགས་ཚད་ང་གྲོགས་པོ་རྒྱགས་སོང་ཟེར་བྱོས་རོ་བ། དཔེ་མང་པོ་ཟེར་བ་རེད། ད་དེའི་རྗེས་ལ་ཡང། སེང་ཕྲུག་ཀྱང་དེར་སླེབས་པ་རེད། སེང་ཕྲུག་རྐུབ་བཀྱག་སྒང་ལ་མཆོངས་ནས་བསྡད། ཨ་ཁུས་སེང་ཕྲུག་ལ་བག་ལེབ་ཅིག་སྤྲད། སེང་ཕྲུག་བག་ལེབ་ཟ་རྒྱུར་དགའ་པོ་ཡོད་པ་རེད། ཡ། ད་འདི་ནས་གར་ལབ་ཤག། ཨ་ནི་ཁོང་ཚོ་ཞལ་ལག་མཆོད་དེ་དེ་བསམ་པར་ཡ། ཨ་ནི་སེང་ཕྲུག་ཀྱང་དེར་སླེབས་པ་རེད། སེང་ཕྲུག་ཟེར་ན་ཁྱི་དེ་གི་མིང་ལ་ད་དེ་ཁྱི་ཅི་ཏོ་བ། ཁྱི་དཀར་པོ་དེ་གི་མིང་ཅི་དང་སེང་ཕྲུག་ལ་ན་སེང་གེ་སྤུ་གུ་ཟེ་གི་རེད་བ། ད་དེ་སེང་གེ་སྤུ་གུ་མ་རེད་ཡིན་ན་ཡང་མིང་བཏགས་བཞག་རེད་བ། སེང་ཕྲུག་སེང་ཕྲུག་ལ་གི་རེད་བ་ང་ཚོ་ཁྱི་དེ་ནི། ཧོ་ཡ་སེང་ཕྲུག་ཀྱང་དེ་ལ་སླེབས་པ་རེད་ག་བར་སླེབས་པ་རེད། ཨ་ནི་ཞལ་ལག་མཆོད་ས་གི་དེ་ལ་ཡ་སླེབས་པ་རེད། ཨ་སེང་ཕྲུག་ཀྱང་རྐུབ་བཀྱག་གང་ལ་ཡ་རྐུབ་བཀྱག་ཆུན་ཆུན་ཞིག་ཏུ་བ་དེ་དེ་གང་ལ་ཡ་ཨ་ནི་མཆོངས་ནས་བསྡད་པ་རེད། རེད་བ། ཨ་ནི་ཨ་ཁུའི་གར་ཆས་ཤ། བག་ལེ་ཅིག་སྤྲད་པ་རེད་དེ་ཨ་ཁུ་བག་ལེ་སྤྲད་གི་ཏོ་བ། སེང་ཕྲུག་ལ། ཧོ། ཨ་ནི་སེང་ཕྲུག་བ་ལས་ས་ཡ་ལ་དཔེ་དགའ་པོ་ཡོད་རེད། འོང་འདུག་བྱས་ད་དེའི་རྗེས་ལ་ཡང། ཨ་མ་མེ་ཏོག་ལགས་ཆུ་བླུག་ཏུ་ཕྱིན་པ་རེད། ཨ་ཁུ་ཡང་ཨ་མའི་མཉམ་དུ་ཕྱིན་པ་རེད། ཁོང་མའི་ནང་ལ་མེ་ཏོག་ཚོན་འདྲ་འདྲ་མིན་ཡོད། ཨ་མ་དང་ཨ་ཁུ་བཀའ་མོལ་གནང་ནས་བཞུགས། ཡ། ད་ཁོ་ནགས་སུ་ཞལ་ལག་ཆོས་ཚར་བའི་རྗེས་ལ་ཡག་ཨ་མེ་གི་དེ་ལག་པ་ལ་ཡ་ཆུ་བླུགས་ས་སྣོད་དེ་འདྲས་ཁེལ་འདུག་བ། ཨོ་ཡ། ཨ་ནི་ཆུ་ག་རུ་གོ་བ་བླུགས་དགོས་རེད་དེ་མེ་ཏོག་མང་པོ་འདུག་བ། ཨོ་མེ་ཏོག་འདུག་ས་ལ་ཡ་ཆུ་བླུགས་བ་ཕྱིན་པ་རེད་ཨ་མ་ཁེལ་བ། དེ་ནི་ཨ་ཁུ་ཨ་མ་མཉམ་དུ་ཕྱིན་པ་རེད། ཨ། ཁོག་མ་ལ་ན་མེ་ཏོག་གི་མེ་ཏོག་བླུགས་ས་ཀྱི་ཁོག་མ་དེ་བླུགས་ས་ཅིག་འདུག་བ། ཨོ་ཡ། མེ་ཏོག་བླུགས་ས་ཁོག་མ་མང་ཆེ་ད་རྫ་མ་དང་དེ་འདྲས་ཀྱི་ཟོས་རྒྱོ་རེད་བ། ཨོ་ཡ། མེ་ཏོག་ཁོག་མ་ལ་ཡོད་རེད་བ། མེ་ཏོག་ཁོག་མའི་ནང་ལ་ཡང། མེ་ཏོག་ཚོན་འདྲ་འདྲ་མི་འདྲ། སེར་པོ་དམར་པོ་སྔོན་པོ་ལྗང་ཁུ་དེ་འདྲ་མང་པོ་འདུག་བ། དེ་འདྲ་འདྲ་མི་འདྲ་ཡོད་རེད། ཨ་མ་དང་ཨ་ཁུ་གཉིས་དཀར་མོའི་ནང་ནས་བཞུགས་ཟེར་ན། སྐད་ཆ་བཤད་ནས་བསྡད་པ་རེད། དཀར་མོའི་ནང་ནས་བཞུགས་ཟེར་དུས་ཞེ་སར་བ། སྐད་ཆ་བཤད་ནས་བསྡད་པ་རེད། ད་དེའི་རྗེས་ལ་ཡང། ཨ་ཁུ་ནང་ལ་གཞན་དོན་གནང་བར་ཕེབས་པ་རེད། ཁོང་གིས་དགོང་དྲོ་རྟག་པར་གཞན་དོན་གནང་གི་ཡོད་པ་རེད། ཨ་ཁུས་རང་གི་ཕྲེང་བ་བཙལ་བ་རེད། ཁོང་གི་ཕྲེང་བ་མ་རྙེད་པ་རེད། ཨུན་ཡ། ད་གར་ཆས་བཞག། ཨ་ཁུ། ནང་ལོགས་ལ་ཡ། ནང་ལ་ཡ། ད་ངས་ཕྱི་ལོགས་ལ་ཨ་མ་ཉམས་ཐོག་ཡོད་རེད་བ། ད་ད་ད། ནང་ལོགས་ལ་ཡ་ཕལ་ཆེར་གར་ནང་སྒོ་རེ་གཞན་དོན་གནང་བར་ཕེབས་པ་རེད། གཞན་དོན་ལ་ན། ང་ཚོ། དཔེ་ཆ། འདོན་པ་འདོན་ཡ་ང་ཚོ་སྐྱབས་འགྲོ་དང་སྒྲོལ་མ་དང་འདི་འདོན་གི་ཡོད་བ། འོང་འདི་ལ་གཞན་དོན་གནང་བ་ཟིག་རེད་བ། ནི་གཞན་དོན་གནང་ལ་ཕེབས་པ་རེད། ཁོང་གིས་དགོང་དྲོ་རྟག་པར་གཞས་འདོན་གནང་གི་ཡོད་རེད་ཁོང་ཟེར་ན་སུ་རེད། ཨ་ཁུ་རེད་བ། ཨ་ཁུ་བཀྲ་ཤིས་ཀྱིས་དགོང་དག་རྟག་པར་ག་དུས་ཡིན་ན་རྒྱུན་དུ་རེད་བ། གཞས་འདོན་གནང་གི་ཡོད་རེད། ཨ་ཁུ་གིས་གཞས་འདོན་གནང་དུས་ཟེར་བ་ང་ཚོ་ད་ཕྲེང་བ་འདི་འདྲ་བསྐོར་རེད་བ། ཕྲེང་བ་འདི་བརྩེགས་པ་རེད་ཟེར་བ། རྙེད་ཀྱི་ཡོད་མ་རེད་བ་ད་ཕྲེང་བ་འདི་བརྩེགས་པ་རེད། ཁོང་གིས་ཕྲེང་བ་འདི་མ་རྙེད་པ་རེད་ཟེར་བ། ད་ཚེ་ཚེ་ནས་རྗེས་ལ་ཕྲེང་བ་འདི་རྙེད་ཡོད་མ་རེད། དེ་བཀྲ་ཤིས་དེས་བསྡད་དོ། ཨ་ནི་ལྷ་མོ་དེས་བསྡད་དོ། ད་འདི་བྱས་ལ་ཡ། ཨ་ཁུས་བཀྲ་ཤིས་ལ་ཕྲེང་བའི་སྐོར་དྲིས་བཀྲ་ཤིས་ཀྱིས་ཕྲེང་བ་ཅོག་ཙེའི་སྒང་ལ་བཙལ། ཅོག་ཙེའི་སྒང་ལ་དེབ་དང་ཆུ་ཚོད་ཅིག་ཡོད་པ་རེད། དེར་ཨ་ཁུ་བསྟན་འཛིན་གྱིས་ཕྲེང་བ་སེར་པོ་དེ་མ་རྙེད། ཨོང་ཡ། ད་ཨ་ཁུ་ཕྲེང་བ་བཀླགས་ནས་ད་རྙེད་ཡོད་མར་བ་ཨ་རྙེད་མ་རྙེད་དུས་ཨ་གར་བྱེད་པ་རེད་ཨ་ཁུ་གི་བཀྲ་ཤིས་ལ་ཡ་ཨ་ནི་ཕྲེང་བ་འདི་མཐོང་སོང་ངས་སྐད་ཆ་དྲིས་པར་བ་ཨ་སྐད་ཆ་དྲིས་ཏེ་བསམ་པ་བཀྲ་ཤིས་གི་ཨ་ནི་ད་ཚད་ག་ཕྱིན་པ་རེད་བ་བཀྲ་ཤིས་གི་ག་བ་ཚད་པ་རེད་ཅོག་ཙེ་གང་འདོར་བ་ལ་ཚད་པ་རེད་ད་ཅོག་ཙེ་གང་འདོར་བ་ལ་ཚད་དེ་བསམ་པ་ལ་ཡ་ཅོག་ཙེ་གང་ལ་ཡ་དེབ་ཆུང་ཆུང། དེབ་དང་ཆུ་ཚོད་ཅིག་ཡོད་རེད་དེབ་དེ་འདོར་བ། དེར་བསྡད་རྗེས་ཆུ་ཚོད་བསྡད་འདུག་ཨ། ཧོ། ཆུ་ཚོད་ཅིག་ཡོད་པ་རེད། དེ་ལ་ཡང་ཨ་ཁུ་གིས་ཨ་ཁུ་བསྟན་འཛིན་གྱི་ཕྲེང་བ་གསལ་པོ་དེ་རྙེད་ཡོད་མ་རེད། འདུག་ད་དེ་རྗེས་ལ་ཡང། ཨ་ཁུས་ལྷ་མོ་ལ་ཕྲེང་བའི་སྐོར་དྲིས། ལྷ་མོས་ཨ་ཁུ་བསྟན་འཛིན་གྱི་སྒམ་ཁ་ཕྱེ་ནས་བཙལ། མོས་སྒམ་ནང་གི་བཅའ་ལག་ཚང་མ་བཏོན་པ་རེད། དེར། དེར་ཡང་ཨ་ཁུ་བསྟན་འཛིན་གྱི་ཕྲེང་བ་སེར་པོ་དེ་མ་རྙེད། ཧུམ། ཡ། ད་ཨ་ཁུ་བསྟན་འཛིན་གྱིས། ཨ། ཨ། བཀྲ་ཤིས་ལ་སྐད་ཆ་དྲིས་པར་བ་བཀྲ་ཤིས་སྐད་ཆ་དྲིས་རྗེས་ཨ་ནི་ཅོག་ཙེའི་སྒང་དུ་བ་ཚད་དུས་ས་མ་རྙེད་ཡོད་མར་བ། ཨ་ནི་ད་ག་ནང་བཞིན་གྱི་ཨ་ཁུ་བསྟན་འཛིན་གྱིས་ཨ་ནི་ལྷ་མོ་ལ་སྐད་ཆ་དྲིས་ར་བ། ལྷ་མོ་འདི་དུ་བ། ཨ་ལྷ་མོ་ལ་སྐད་ཆ་དྲིས་དུས་ས་མ། ཨ་ལྷ་མོ་གི་ཚད་རོགས་བྱས་པར་ད། ཨེ་ཚེ་རོ་ཆེ་དུས་ལྷ་མོའི་གི་ཨ་ཁུ་བསྟན་འཛིན་གི་སྒམ་འདོ་བ་དེ་ལྕེ་ལ་བླུགས་དུག་ལོ་བླུགས་ས་ཡི་སྒམ་གཡོར་བ། སྒམ་ཆུང་དེ། ཚང་མ་ཡར་སྔོ་ཅེས་ནང་ལོ་ལྕེ་ལ་ཚང་མ་དེ་སྟོན་བཞག་དུ་བ། ལྕེ་ལ་ཚང་མ་མ་སྟོན་བཞག་དུ་བ། འོ་དེ། ཚེ་ཆེ། ད་ནས་རྙེད་ཡོད་མ་རེད། ཨ་ཁུ་བསྟན་འཛིན་གི་ཕྲེང་བ་སེར་པོ་དེ་རྙེད་ཡོད་མ་རེད། རེད་བ། ད་དེ་བཅལ་ཡ། ཨ་ཁུ་བསྟན་འཛིན་ཁྲུས་ཁང་ནང་དུ་ཕྱིན། ཆུ་གསུམ་དཀར་པོ་ཞིག་དཀའ་ལའི་འོག་ཏུ་ཡོད་པ་རེད། ཨ་ཇོར་སེར་པོ་ཞིག་ཨ་རླུང་ལ་བཀལ་ཡོད་པ་རེད། དེར་ཡང་ཨ་ཁུ་བསྟན་འཛིན་གྱི་ཕྲེང་བ་སེར་པོ་དེ་མེད། ཧུམ་ཡ། ད་ཁོ་ཚོ་ཚང་མའི་རྩལ་ནི་རྙེད་ཡོད་མ་རེད་བ་ཨ་ནི་མ་རྙེད་དུས་ཨ་ཁུ་བསྟན་འཛིན་ག་བ་ཕྱིན་པ་རེད་ཁྲུས་ཁང་ནང་ལ་ཕྱིན་པ་རེད་བ། ད་གིན་ཨ་ཁུ་བསྟན་འཛིན་ཁྲུས་ཁང་ལ་གཟུགས་པོ་དཀྲུག་པར་ཕྱིན་ཕྱིན་པ་རེད་བ་དེ་དུས་ད་དེའི་ལྷག་མེད་འགྲོ་བསམ་པ་རེད་བ། དེ་ཡིན་དུས་ཨ་ཁུ་བསྟན་འཛིན་གྱི་ཁྲུས་ཁང་ནང་ལ་ཚལ་ཁ་ཕྱིན་པ་རེད། ད་ཆུ་སྒང་ནང་ལ་འགྲོ་དུས་བསམ་པ་ལ་ཡ་ད་ཆུ་གསུམ་དཀར་པོ་ཞིག་དཀའ་ལས་འོག་ལ་ཡོད་པ་རེད་ཆུ་གསུམ་ལ་ན་ཆུ་ལུ་ས་གི་སྣོད་དེ་རེད་བ། ཆུ་ལུ་ས་གི་སྣོད་དེ་ལ་ཡ་ཆུ་གསུམ་ཟེར་གི་རེད་བ། དཀར་ལ་ལ་ན་དེ་ཆུ་ལས་ས་དེ་དཀར་ལ་དེ་དོ་བ། ཆུ་གསུམ་དེའི་བ་ལ་དོ་བ། ཨང་ཡ། ཨ་ནི་ཨ་ཇོ་སེར་པོ་ཞིག་ཨ་ལོང་ལ་སྐྱེས་ཡོད་རེད་ཨ་ལོང་ལ་ན་དེ། རྩིག་པ་གང་ལ་འདུག་ས་ཅག་ཅེས་དོ་བ། འོ་དེ་ལ་ཨ་ལོང་རེད་བ། དེ་གང་ལ་སྐྱེས་ཡོད་རེད། ཨ་ནི་དེ་ལ་ཡ་ཨ་ཁུ་བསྟན་འཛིན་གྱིས་ཕྲེང་བ་སེར་པོ་དེ་རྙེད་ཡོད་མ་རེད། ད་དེ་རྗེས་ལ་ཡང། བཀྲ་ཤིས་འཁྱམས་ར་ལ་ཕྲེང་བ་འཚོལ་དུ་ཕྱིན། ཕྲེང་བ་ཁ་ཤས་ཟེར་ལ་བསྐོན་བཞག་པ་མཐོང་དེར་ཕྲེང་བ་དཀར་པོ་དང་ནག་པོ་དམར་པོ་བཅས་ཡོད། དེར་ཡང་ཨ་ཁུ་བསྟན་འཛིན་གྱི་ཕྲེང་བ་སེར་པོ་དེ་མེད། ད་དེ་རྗེས་ལ་ཡང། བཀྲ་ཤིས་ཀྱིས་ཚལ་ཁ་ཕྱིན་པར་ད་ས་ཆ་གཞན་པ་ཅིག་ལ་རོལ་བ། ས་ཆ་གཞན་པ་ཅིག་ག་བ་ཚལ་བ་ལ་ན་བཀྲ་ཤིས་ཀྱིས་འཁྱམས་ར་འཁྱམས་ར་ཟེར་ན་ང་ཚོ་ནང་གི་མདུན་ལ་ཡང་གོ་ར་དེ་འདྲ་ཡོད་རེད་བ། ཨོ་དེ་ནས་བར་ཁྱམས་ཟེར་གི་རེད་བ། ཨོ་དེ་ལ་ཡ། ཚལ་ཁ་ཆེན་པོ་རེད། ཚལ་ཁ་འགྲོ་དུས་ཟ་མ་ལ་ཡ། ཕྲེང་བ་ཁ་ཤས་ཤིག་མཐོང་བར་གདའ་སྟེ་འདུག་བ། ཕྲེང་བ་དམར་པོ་ཅིག་དང་ནག་པོ་ཅིག་དེ་འདུག་བ། བཀྲ་ཤིས་དེ་འདུག་བ། ད་ཕྲེང་བ་ཁ་ཤས་ཅིག། ཟེར་ལ་ལ་ན་ད་ལྟ་ཟས་ཁ་དེ་འདྲས། རྩིག་པའི་སྒང་ལ་ཡ་ཟས་ཁ་དེ་འདྲས་བརྐོས་འདུག་བ། ཨོ་དེ་ལ་ཡ། བརྐོས་བཞག་པ་ལ་ན་དེ་སྒང་ལ་ཡ་གཡོག་བཞག་ན། བཞག་བཞག་རྒྱུ་མཐོང་བ་རེད། ཡིན་ན་ཡང་ད་དེ་ལ་ཡ། ཕྲེང་བ་དཀར་པོ་ཅིག་དང། ཕྲེང་བ་དཀར་པོ་ཅིག་དང་དམར་ནག་པོ། ད་དེ་དམར་པོ་རེད་དོ། དཀར་པོ་རེད་མེད་དོ། འོན་ཏེ། དམར་པོ་བཅས། ཁར་སོ་བར་བས། དཀར་པོ་དང་ནག་པོ་དམར་པོ་བཅས་ཡོད་ས་ད་དཀར་པོ་དེ་ད་མཐོང་ཡ་མི་འདུག་རེད་བ། པར་ནག་ལོག་ལ་ཚོན་འདྲ་དཀར་པོ་དེ་མཐོང་གི་མི་འདུག་བ། བེ་ཅན་དེའི་རྒྱབ་ལོག་ལ་འདྲ་ཤ་འོ་དེའི་རྒྱབ་ལོག་ལ་འདུག་བ་དེ། ནག་པོ་དེ་གི་རྒྱབ་ལོག་ལ་ཡ་དཀར་པོ་ཆུན་ཆུན་མཐོང་གི་འདུག་བ། དེ་བྱས་ཨ་ནི་ནག་པོ་གཅིག་བྱས་ཨ་ནི་དམར་པོ་གཅིག་གསུམ་འདུག་བ། དེ་མ་གཏོགས། ཨ་ཁུ་བསྟན་འཛིན་གི་ཕྲེང་བ་སེར་པོ་དེ་ཨ་ནི་དེ་ལ་ཡ་ཡོག་མ་རེད་མཐོང་ཡོག་མ་རེད། འདི་བྱས་ཨ་འདི་བྱས་ལ་ཡ། ཨ་ཁུ་བསྟན་འཛིན་གྱི་གླིང་ཁའི་ནང་ལ་ཕྱིན་པ་རེད། ཨ་ཁུ་བསྟན་འཛིན་གླིང་ཁའི་ནང་ལ་ཕྱིན། བཀྲ་ཤིས་དང་ལྷ་མོ་ཡང་ཕྱི་ལ་ཡོང་བ་རེད། ཨ་མ་གླིང་ཁའི་ནང་ལ་ལས་ཀ་བྱེད་བཞིན་ཡོད། ཁོ་ཚོས་ཨ་མ་ལ་ཕྲེང་བ་བརླག་པའི་སྐོར་བཤད། འོ་ཡ་ད་ཁོ་ཚོའི་ནང་ལ་ཡ་ག་ས་ག་ལ་ཚད་པར་བ་ག་ས་ག་ལ་ཚད་རྗེས་རྙེད་ཡོད་མར་ད་ར་བ་ཕྲེང་བ་སེར་བོ་དེ། ཨེ་མ་ཉེ་དུ་ད་ཨ་ཁུ་བསྟན་འཛིན་གླིང་གའི་ནང་ལ་ད་གླིང་ག་ལ་ན་ད་མི་གའི་མེ་ཏོག་ལྡུམ་ར་དང་ས་ཆ་དེ་འདུ་བ་དེ་སྤང་དང་དེ་འདྲ་ཡོད་ས། ས་ཆ་སྐྱིད་པོ་དེ་ཚོ་གླིང་ག་སི་ཁེར་བ། འོ་དེ་ཚོ་ན་ཨ་ཁུ་བསྟན་འཛིན་ད་གླིང་གའི་ནང་ལ་མ་ཕྱིན་པ་རེད། ཨེ་དེ་དང་མཉམ་དུ་ཨ་ནི་བཀྲ་ཤིས་དང་ལྷ་མོ་གཉིས་ཀ་ཨ་ནི་ཨ་ཁུ་བསྟན་འཛིན་མཉམ་དུ་ཕྱི་ལོག་ལ་ཡོང་བར་སླེབས་པ་རེད་ཟེར་བ། ཨ་ནི་གླིང་གའི་ནང་ལ་སུ་ཡོད་རེད་ཨ་མ། རེད་བ། ཨ་མ་ལགས་དེ་འདུ་བ། ཨ་མ་ལགས་གླིང་གའི་ནང་ལ་ཡ་ཨ་ནི་གར་སྤྱི་ཁོག་རེད་ལས་ཀ་བྱས་ནས་བསྡད་ཡོད་རེད། ཁོ་ཚོས་ཨ་མ་ལ་ཡང་ཨ་ཁུ་བསྟན་འཛིན་གྱི་འཕྲེད་ངག་བཀླག་རྒྱུ་དེའི་སྐོར་ལ་ཡང་སྐད་ཆ་བཤད་པ་རེད། དེའི་སྐོར་ལ་ཡང་འགྲེལ་བཤད་བརྒྱབ་པ་རེད། ཟེར་བ། འཕྲེད་ངག་བཀླག་པའི་སྐོར་ལ་ཡང་བཤད་པ་རེད། ད་དེའི་རྗེས་ལ་ཡང་ག་རེ་བྱེད་བཞིན་ལྟ་གིན་གདའ། ཨ་མས་ཁོང་གཉིས་ལ་སེང་ཕྲུག་འཚོལ་བསླབས། སེང་ཕྲུག་གླིང་ཁའི་ནང་ལ་ཡོད་པ་རེད། ཁོ་རྩྭ་ལྡུམ་གྱི་གསེང་ལ་བསྡད་ཡོད་པ་རེད། བཀྲ་ཤིས་ཁོའི་འགྲམ་ལ་ཕྱིན། ད་ཨ་མ་གིས་ག་ལབ་རེད། ཨ་ནི་ཨ་མ་གིས། ཨོ། ཨ་ནི་སེང་ཕྲུག་ཅིག་ཚེ་ག་རྒྱུ་དག་ལབ་རེད་ཟེར་བ། སེང་ཕྲུག་གིས། སེང་ཕྲུག་ལ་ན་སུ་རེད། ཁྱི། ཐང་གིས་ཁྱི་དཀར་པོ་བྱས་བ། ཨ་ཁུ་བསྟན་འཛིན་གྱིས་ཐང་གིས་ཁྱི་དཀར་པོ་དེ་ལ་བག་ལེབ་སྤྲད་སོང་ཨ་ཧོ། དེ་ཁྱི་དེས་ཚེ་ག་རྒྱུ་དག་ལབ་རེད་ཨ་མས་ཀྱིས། ནི། སེང་ཕྲུག་གོ་བ་ཚལ་ཁར་ཕྱིན་པར་བ། ད་ཚལ་ཁར་འགྲོ་དུས་བསམ་པར་ཡ། སེང་ཕྲུག་འདི་གླིང་ཀའི་ནང་ལ་ཡོད་རེད། གླིང་ཀ་ལ་ན། ད་ད་མེ་ཏོག་སྡོམ་ར་དང་ཤིང་སྡོང་དང་མེ་ཏོག་ཡོད་ས་ས་ཆ་སྐྱིད་པོ་ཅིག་འདུག་བ། འོ། འདི་ལ་ཡོད་རེད། ཁོ་གོ་བ་བསྡད་ཡོད་རེད། རྩྭ་ལྡུམ། རྩྭ་ལྡུམ་ལ་ན། རྩྭ་དང་མེ་ཏོག་དང་འདི་ལྡུམ་ར། ལྡུམ་ར་འདི་ནང་ལོགས་ལ་ཡ། ནི། སེང་ལ། སེང་ལ་ལ་ན་དེ་སྤ་རུ་ལ་འཛུལ་ནས་བསྡད་ཡོད་རེད། ཟེར་བ། སྤ་རུ་ལ། མེ་ཏོག་དང། རྩྭ་དང། ནི། ཤིང་སྡོང་འདི་འདྲ་གི་སྤ་རུ་ལ་ཡ། ནི་བསྡད་དེ་ཡོད་རེད། བཀྲ་ཤིས། ཁོའི་འགྲམ་ལ་ཕྱིན། ཁོ་ལ་ན་སུ་རེད། སེང་ཕྲུག་དེ་རེད། བཀྲ་ཤིས་དེ་དོ། སེང་ཕྲུག་ཚང་སེང་ཕྲུག་གི་འགྲམ་ལ་ཕྱིན་པ་རེད། དེ་ནས་ལྷ་མོ་ཡང་བཀྲ་ཤིས་ཀྱི་འགྲམ་ལ་སླེབས། མོས་སེང་ཕྲུག་ཚུར་འཐེན་པ་རེད། ཁོའི་ཁ་ཡི་ནང་ལ་ལྕགས་ལ་ཅིག་ཡོད་པ་མཐོང། དེ་ཨ་ཁུའི་ཕྲེང་བ་སེར་པོ་དེ་ཡིན་པ་རེད། དེ་ནས་བཀྲ་ཤིས་དང་ལྷ་མོ་གཉིས་ཀ་སེང་ཕྲུག་གི་འགྲམ་ལ་ཕྱིན་རྗེས་ཨ་ལྷ་མོ་གི། ཁ་ཟེར་གོ་རེ། སེང་ཕྲུག་དེ་ཆུ་འཐེན་པ་རེད། བོད་སྐད། སེང། རྩྭ་གི་སེང་ལ་རྩྭ་ལྡུམ་གྱི་སེང་ལ་ཡ་འཛུལ་དེ་ཡོད་རེད་བ། ཆུ་འཐེན་པ་རེད། ཆུ་འཐེན་རྗེས། ཁོའི་ཡི་ཁ་ཡི་ནང་ལ་ཡ། ལྕགས་ལ་ཅིག་ཡོད་པ་མཐོང་བ་རེད། སེང་ཕྲུག་གི་ཁ་ནང་ལོགས་ལ་ཡ། དེ་དུ་བ། སེང་ཕྲུག་གི་ཁ་ནང་ལོགས་ལ་ལྕགས་ལ་ཅིག་ཡོད་རྒྱུ་མཐོང་བ་རེད། སུས་མཐོང་བ་རེད། ཨ་ལྷ་མོ་གིས་མཐོང་བ་རེད་ཟེར་བ། དེ་ཨ་ཁུའི་ཕྲེང་བ་སེར་པོ་དེ་ཡིན་པ་རེད། སེང་ཕྲུག་གི་ཁ་ན་ལས་ལ་ཡ་ལྕགས་ལག་ཅིག་ཡོད་རེད་དེ་ག་རེད་ལ་ན། ཨ་ཁུ་གི་ཕྲེང་བ་སེར་པོ་དེ་ཆགས་ཀ་རོ། འོང་ཡ། ད་དེའི་རྗེས་ལ་ཡ། ལྷ་མོས་སེང་ཕྲུག་ལ་བག་ལེགས་སྟོབས་ཙམ་སྤྲད། སེང་ཕྲུག་གི་ཕྲེང་བ་ས་ལ་གཡུག། ལྷ་མོས་དེ་ཨ་ཁུ་ལ་འབུལ་དུ་ཕྱིན། ཨ་ཁུ་ཧ་ཅང་དགའ་པོ་བྱུང་བ་རེད། ཨམ། ཡ། དེ་ནི། ལྷ་མོས་ཀྱི་སེང་ཕྲུག་ཁ་ལ་ཡ་ཨ་ཁུ་ཕྲེང་བ་ཡོད་པ་མཐོང་རུ་བ་ཨ་ནི་གར་བྱེད་པ་རེད། ལྷ་མོས་ཀྱི་སེང་ཕྲུག་ལ་ཡ་བ་ལེ་ཅི་སྤྲད་པ་རེད་ཏེ་སེང་ཕྲུག་ལ་ཡ་བ་ལེ་སྤྲད་དོ། ཨམ། ཡ་བ་ལེ་ཅི་སྤྲད་དུས་ཨ་ནི་གར་བྱེད་པ་རེད། སེང་ཕྲུག་གི་ཕྲེང་བ་དེ་ས་ལ་གཡུག་རུ་བ། གར་བྱེད་ནས་ལ་ན་སེང་ཕྲུག་བ་ལེ་ཟ་ཡ་ལ་ཡ་དགའ་བོ་ཡོད་ལ་སོང་བ་དང་གི། སེང་ཕྲུག་བ་ལེ་ཟ་ཡ་ལ་དགའ་བོ་ཡོད་ཕྲེང་བ་དེ་ཨ་ནི་ཟ་ཡ་ཡོད་མ་རུ་བ། དེ་ཡིན་དུས་ཨེ་སེང་ཕྲུག་གི་བ་ལེ་ཟ་ཡ་ཆེད་དུ་ཕྲེང་བ་དེ་མ་ས་ལ་གཡུག་པ་རེད། ཨ་ནི་དབྱུག་བྱས། གར་བྱས་པ་རེད། ལྷ་མོས་ཀྱི་དེ། གར་ཟེར་བ་རེད། ཨ་ཁུ་ལ་འབུད་དུ་ཕྱིན་པ་རེད་གསུངས། ཨ་ནི་ཨ་ཁུ་ཧ་ཅང་དགའ་པོ་བྱུང་བ་རེད་ཟེར། ཨ་ནི་ལྷ་མོ་དེའི་དུ་བ། ཁྲེ་ང་དེའི་དུ་བ། ཨ་ནི་ཨ་ཁུ་ལ་ཕུལ་དུ་བ། ཨོང་ཨོང་ཙི་བྱས་ནས་ནི། ཨ་ཁུ་བསྟན་འཛིན་དཔལ་དགའ་པོ་བྱུང་བ་རེད། ཨོ་ཡ་སྒྲུང་རྫོགས་སོང། ཚང་མ་སྒྲུང་སྙན་པོ་ཡོང་བའི་རེ་བ་ཡོད། ཁྱེད་རང་ཚོའི་གི་སྒྲུང་འདི་ཕ་མ་དང་གྲོགས་པོ་གྲོགས་མོ་ལ་ཡ་ནི་ཀློག་བར་དར་བ། ཡག་པོ་བྱས་ནས་ཀློག་ཨ་ནི་འབྲི་བཤད་རྒྱབ་ཆེ་བར་དར་མར་བས། ཡ་ཡ་ནི་རྗེས་མར་སྒྲུང་སྙན་པོ་འདི་འདྲའི་ཡང་སྲིད་ཡང་སྲིད་ཀློག་གི་ཡིན་ད། ལགས་སོ་ཨ་ནི་བཀྲ་ཤིས་བདེ་ལེགས།